དེ་ནས་སངས་རྒྱས་གཉིས་པ་འཕགས་པ་ཀླུ་ཤེར་ཕྱིན་བུམ་པ་སྤྱན་དྲངས་ཚོགས་གསུམ་གྱིས། འཁོར་ལོ་གསུམ་གྱི་དགོངས་པ་འགྲེལ་བར་མཛད། དངོས་མིན་རྩོད་ཟློག་ཐེག་ཆེན་ག་རུ་བསྒྲུབ། འཕགས་པ་ལྷ་སོགས་རིམ་བྱོན་བསྟན་སྤེལ་བསྐྱངས། བཙུན་པ་སྒྲ་གཅན་འཛིན་བཟང་པོ་གྱི་རྗེས་སུ་སངས་རྒྱས་གཉིས་པ་ལྟར་གྲགས་པས། མགོན་པོ་ཀླུ་སྒྲུབ་ཟེར་བ་དེ་འཇིག་རྟེན་ཁམས་སུ་བྱོན་པ་རེད། ཨ་ཁྱོད་ནི་གོང་གི་ག་རེ་གནང་བ་རེད་ལབ་ན་བཙུན་པ་སྒྲ་གཅན་འཛིན་བཟང་པོ་ལས་རབ་ཏུ་བྱུང་ཞིང་བསྙེན་པར་རྫོགས་པ་དང། ཀླུ་ཡི་ཡུལ་དུ་ཕེབས་ནས་ཐེག་པ་ཆེན་པོ་མངོན་པའི་སྡེར་ནུས། ཤེར་ཕྱིན་འབུམ་པའམ་ཡང་ན་ཤེར་ཕྱིན་སྟོང་ཕྲག་བརྒྱ་བ་འཇིག་རྟེན་ཁམས་སུ་ཡང་ན་འཛམ་བུ་གླིང་འདིར་གདན་དྲངས་བ་རེད། མ་ཟད། དེ་ཡི་འགྲེལ་བ། དབུ་མ་རིགས་ཚོགས་དྲུག་ལ་སོགས་པ། ཚོགས་གསུམ་གྱི་བསྟན་བཅོས་མང་པོ་མཛད་ནས། བཀའ་འཁོར་ལོ་གསུམ་གྱི་དགོངས་པ་འགྲེལ་པར་མཛད་པ་རེད། བཀའ་འཁོར་ལོ་གསུམ་གྱི་ནང་དོན་གསལ་བོར་བཤད་པ་རེད། གསལ་བོར་བཤད་ནས། དངུལ་སྨྲ་བའི་རྩོད་པ་བཟློག་པར་མཛད་པ་རེད། འདིའི་སྐབས་ཀྱི་དངུལ་སྨྲ་བ་ཟེར་བ་དེ་ཉན་ཐོས། ཆེ་དགྲ་སྨྲ་བ་དང་མདོ་སྡེ་བ་གཉིས་ལ་ཟེར་གྱི་ཡོད་པ་རེད། ཁོང་གཉིས་ཀྱི་རྩོད་པ་བཟློག་ལབ་དེ་ཉན་ཐོས་ཀྱི་ལུགས་ལ། ཉན་ཐོས་ཀྱིས་འདོད་པ་ལྟར་ན་ཐེག་པ་ཆེན་པོའི་མདོ་སྡེ་དེ་ཚོ་སངས་རྒྱས་ཀྱི་བཀའ་མ་ཡིན་པར་བཤད་ཀྱི་ཡོད་པ་རེད། མ་ཟད་དངོས་པོ་ཐམས་ཅད་བདེན་པར་གྲུབ་པ་རེད་ཟེར་ལབ་ཀྱི་ཡོད་པ་རེད། ཡིན་ཙང། མགོན་པོ་ཀླུ་སྒྲུབ་ཀྱིས་བཀའ་འཁོར་ལོ་གསུམ་གྱི་དགོངས་འགྲེལ་བརྩམས་ནས། ཐེག་པ་ཆེན་པོ་སངས་རྒྱས་ཀྱི་བཀའ་ཡིན་པ་དང་ཆོས་ཐམས་ཅད་བདེན་པར་མ་གྲུབ་པའི་ཚུལ་ལུགས་དེ་གསལ་བར་བྱས་པ་རེད། འཕགས་པ་ལ་སོགས་རིམ་བྱོན་དམ་པ་སྤྱན་གསལ་ཏེ་མགོན་པོ་ཀླུ་སྒྲུབ་ཀྱི་རྗེས་སུ་བྱུང་བའི་ཁོང་གི་སློབ་མ་དང་ཡང་ན་སློབ་མའི་སློབ་མ་ལ་སོགས་པས། ཐེག་པ་ཆེན་པོ་བསྟན་པ་སྤེལ་བ་དང་ཐེག་པ་ཆེན་པོ་བསྟན་པ་བསྐྱངས་པ་རེད། དེ་འདྲ་ཅིག་གསལ་གྱི་ཡོད་པ་རེད། དེ་ནས་སངས་རྒྱས་གཉིས་པ་འཕགས་པ་ཀླུ་ཟེར་བ་འདིས་ནང་ལོག་གི་སངས་རྒྱས་གཉིས་པས། མགོན་པོ་ཀླུ་སྒྲུབ་ལ་སངས་རྒྱས་གཉིས་པ་ཞེས་འབོད་ཀྱི་རེད། སྤྱིར་བཏང། སྟོན་པ་སངས་རྒྱས་ཤར་བཞུགས་པའི་སྐབས་སུ་ཐེག་པ་ཆེན་པོ་དང་ཉན་ཐོས་ཀྱི་སྡེར་དངོས་གཉིས་ཀ་དར་ན་ཡང། སྟོན་པ་མྱ་ངན་ལས་འདས་པའི་རྗེས་སུ་ཐེག་པ་ཆེན་པོ་བསྟན་པ་ཡུན་རིང་པོ་བར་དུ་ནུབ་སོང་བ་ཡིན་པ་རེད། མ་ཟད་ཐེག་པ་ཆེན་པོ་སྡེ་སྣོད་ཀྱི་གླེགས་བམ་རྣམས་ཀྱང་ལྷ་དང་ཀླུ་ཡི་ཡུལ་དུ་གདན་དྲངས་ནས་འཛམ་བུ་གླིང་འདིར་ཐེག་པ་ཆེན་པོའི་སྡེ་སྣོད་མང་པོ་མེད་པའི་སྐད་ཆ་རེད། ཡིན་ཙང། མགོན་པོ་ཀླུ་སྒྲུབ། ཀླུ་ཡི་རྒྱལ་པོ་ཀླུ་ཡུལ་དུ་གདན་དྲངས་ནས། ཀླུ་ལ་ཆོས་གསུངས་པ་དང་ཀླུ་ཡི་རྒྱལ་པོ་གནས་ཀྱི་ནར་བ་གནས་ལས་གྲོལ་བར་མཛད་པས། དེ་གའི་ཡུལ་དུ་དེ་གའི་མཆོད་འབུལ་ལ་ཐེག་པ་ཆེན་པོ་མངོན་པའི་དོན་ནི་ཤེར་ཕྱིན་བུམ་པ་སྟེ་མགོན་པོ་ཀླུ་སྒྲུབ་ལ་ཕུལ་བ་རེད། ཡིན་ཙང་མགོན་པོ་ཀླུ་སྒྲུབ་ཀྱིས་ཤེར་ཕྱིན་བུམ་པ་འཛམ་བུའི་གླིང་འདིར་གདན་དྲངས་པ་མ་ཟད། སངས་རྒྱས་བཅོམ་ལྡན་འདས་ཀྱི་རྣམ་ཐར་དང་མཚུངས་པར་ཐེག་པ་ཆེན་པོའི་ཆོས་འཁོར་རྒྱ་ཆེན་པོ་བསྐོར་ནས་ཐེག་ཆེན་གྱི་བསྟན་པ་ཡང་ན་སྟོང་པ་ཉིད་དང་རྟེན་འབྲེལ་གྱི་ལྟ་བ། ཨ་ཀིའི་བསྟན་པ་དེ་འཇིག་རྟེན་ཁམས་འདིར་གསལ་བར་བྱས་པ་རེད། ཡིན་ཙང་ཁོང་ལ་སངས་རྒྱས་གཉིས་པ་ཞིག་ལབ་ཀི་ཡོད་པ་རེད། ད་ནི་མགོན་པོ་ཀླུ་སྒྲུབ་ཀྱི་ཚོགས་གསུམ་དེ་བསྟོད་པའི་ཚོགས་དང། གཏམ་གྱི་ཚོགས་རིག་པའི་ཚོགས་ཟེར་བ་དེ་གསུམ་རེད། དེ་ནས་དངུལ་མ་ཟེར་བ་དེ་འདིའི་སྐབས་ཀྱི་དངུལ་ལ་བ་སྟེ་བདེན་པའི་དངོས་པོ་བདེན་པར་གྲུབ་པའི་དངོས་པོ་ཟེར་བ་དེའི་དོན་དག་རེད། མདོ་སྡེ་པ་དང་ཆེ་དགྲ་སྨྲ་བ་གཉིས་ཀྱིས་དངོས་པོ་རྣམས་བདེན་པར་གྲུབ་པ་ཁས་ལེན་གྱི་ཡོད་པ་ཡིན་ཙང། ད་ནི་ཁོང་གཉིས་ལ་དངུལ་སྨྲ་བ་ཟེར་གྱི་ཡོད་པ་རེད། དངུལ་སྨྲ་བ་དང་ཐག་ཆེན་གཉིས་ཀྱི་བར་དུ་རྩོད་པ་མང་པོ་ཡོད་པ་རེད། ཡིན་ན་ཡང་གཙོ་ཆེ་བ་གཅིག་སྟེ། ཆོས་ཐམས་ཅད་བདེན་པར་གྲུབ་མ་གྲུབ་དང་ཐེག་པ་ཆེན་པོའི་སངས་རྒྱས་ཀྱི་བཀའ་ཡིན་མིན་དེ་རེད། མགོན་པོ་ཀླུ་སྒྲུབ་ཀྱིས་ཐེག་པ་ཆེན་པོའི་བཀར་གྲུབ་པ་དང་ཆོས་ཐམས་ཅད་བདེན་པར་མ་གྲུབ་པ་དེ་སྒྲུབ་པ་རེད། དེ་ནི་མགོན་པོ་ཀླུ་སྒྲུབ་ཀྱིས་བརྩམས་པའི་བསྟན་བཅོས་ཚོ་གསུམ་གྱི་ནང་གི་བསྟོད་ཚོགས་གང་དག་རེད་ཟེར་ལབ་པ་ཡིན་ན་ཆོས་དབྱངས་བསྟོད་པ་དོན་དམ་པར་བསྟོད་པ། འཇིག་རྟེན་ལས་འདས་པར་བསྟོད་པ། དེ་གསུམ་དེ་བསྟོད་ཚོགས་རེད། དེ་ནས་གཏམ་ཚོགས་གང་དག་རེད་ཟེར་ལབ་པ་ཡིན་ན་བྱང་ཆུབ་སེམས་འགྲེལ། མཆེ་བའི་སྒྲིག་ཡིག། མདོ་ཀུན་ལུས་དུབ་པ། ཡང་ན་རིན་ཆེན་འཆང་བ། གཏམ་ཚོགས་ཀྱི་ནང་དུ། མདོ་ཀུན་ལུས་དེ་བ་མི་བྱ་བ་ཨ་ནི་དབུ་མ་རིན་ཆེན་འཆང་བ་དེ་གཏམ་ཚོགས་ལ་བྱ་མཁན་གཅིག་ཡོད་པ་རེད། དེ་ནས་རིགས་ཚོགས། རིགས་ཚོགས་དྲུག་ཡོད་པ་རེད་རྩ་བ་ཤེས་རབ། རྩོད་པ་ཟློག་པ། སྟོང་ཉིད་བདུན་སྤྱོད་པ། ཞིབ་མོ་རྣམ་དག། རིགས་པ་དྲུག་སྤྱོད་པ། རིན་ཆེན་འཆང་བ། ཨོ། རིགས་ཚོགས་དྲུག་དེ་དེ་རེད། རིགས་ཚོགས་དྲུག་འདོད་མཁན་དང་རིགས་ཚོགས་ལྔ་འདོད་མཁན་རིགས་གཉིས་ཡོད་པ་རེད། རིགས་ཚོགས་ལྔ་འདོད་པའི་དབང་དུ་བྱས་པ་ཡིན་ན་རིན་ཆེན་འཆང་བ་དེ་གཏམ་ཚོགས་ཀྱི་ནང་ལ་བཤད་ཀྱི་ཡོད་པ་རེད། ཨང་དེ་འདྲ་ཅིག་རེད། འདི་ཚོ་མང་ཆེ་བ་མགོན་པོ་ཀླུ་སྒྲུབ་ཀྱིས་གསུངས་པའི་བསྟན་བཅོས་མདོ་ཡི་སྐོར། ཨང། མདོ་ཡི་འགྲེལ་བ་དེ་འདྲ་རྐྱང་རེད། གཞན་པ་ཡང་མགོན་པོ་ཀླུ་སྒྲུབ་ཀྱིས་བརྩམས་པའི་གསང་འདུས་ཀྱི་སྐོར་གྱི་གསང་སྔགས་ཀྱི་བསྟན་བཅོས་དེ་འདྲ་ཡང་མང་པོ་ཡོད་པ་རེད་གསང་སྔགས་ཀྱི་སྐོར་དང་སྨན་གྱི་སྐོར་ལ་སོགས་པ་མགོན་པོ་ཀླུ་སྒྲུབ་ཀྱིས་བརྩམས་པའི་བསྟན་བཅོས་མང་པོ་ཞིག་ཡོད་པ་རེད། དེ་ནས་མགོན་པོ་ཀླུ་སྒྲུབ་དེ་འཇིག་རྟེན་ཁམས་སུ་ག་དུས་བྱུང་བ་ཡིན་དང་མིན་གྱི་སྐོར་ལ་བཤད་ཚུལ་མང་པོ་ཡོད་པ་རེད། སྟོན་པ་མྱ་ངན་ལས་འདས་ནས་ལོ་བཞི་བརྒྱ་ནས་བྱུང་བ་ཟེར་བ་དང། ཡང་ན་མགོན་པོ་ཀླུ་སྒྲུབ་སྔ་ཕྱི་ཁ་ཤས་ཅིག་བྱུང་ཡོད་པ་རེད་ཟེར་བ་ལ་སོགས་པ་མགོན་པོ་ཀླུ་སྒྲུབ་འཇིག་རྟེན་དུ་བྱུང་པའི་སྐོར་དང་ནཱ་ལེནྡྲ་ག་དུས་དར་པ་ཡིན་མིན་གྱི་སྐོར་ལ་སོགས་པ་ལ་བཤད་ཚུལ་མང་པོ་ཡོད་པ་རེད། དེ་ཙམ་མ་ཟད་མགོན་པོ་ཀླུ་སྒྲུབ་དགུང་ལོ་ག་ཚོད་ཅིག་ཞིག་ཡོད་ཡོད་མིན་གྱི་སྐོར་ལ་ཡང་བཤད་ཚུལ་མང་པོ་ཡོད་པ་རེད་ཡོངས་གྲགས་ལ། དགུང་ལོ་དྲུག་བརྒྱ་ཡིན་མིན་ཅིག་ལ་བཞུགས་པ་དང། ཡང་ཁ་ཞིག་གིས་སུམ་བརྒྱ་ལ་བཞུགས་པ་དང་དེ་འདྲ་གི་འདོད་ཚུལ་རྣམ་པ་སྣ་ཚོགས་ཅིག་ཡོད་པ་རེད། གང་ལྟར་ན་མགོན་པོ་ཀླུ་སྒྲུབ་ཟེར་བ་དེ། ཐེག་པ་ཆེན་པོ་མདོ་དང་སྔགས་གཉིས་ཀ་ལ་ཧ་ཅང་བཀའ་དྲིན་ཆེན་པོ་ཡིན་པ་དེ་འདྲའི་སློབ་དཔོན་ཅིག་རེད། གལ་ཏེ་མགོན་པོ་ཀླུ་སྒྲུབ་ཟེར་བ་ཅིག་མེད་པ་ཡིན་ན་ཐེག་པ་ཆེན་པོ་མདོ་ཡི་ལྟ་བ་སྟོང་པ་ཉིད་ཀྱི་ལྟ་བ་དང་རྟེན་འབྲེལ་གྱི་ལྟ་བ་འདི་ཡང་ཡོང་ཤེས་ཀྱི་མ་རེད་ལ། དེ་ནང་བཞིན་དུ་གསང་བ་འདུས་པ་ལ་སོགས་པའི་གསང་སྔགས་ཀྱི་རྒྱུད་སྡེ་མང་པོ་ཞིག་ཀྱང་འཇིག་རྟེན་ཁམས་སུ་ཡོད་སྲིད་ཀྱི་མ་རེད། དེ་འདྲ་ཡིན་པ་ཡིན་ཙང་མགོན་པོ་ཀླུ་སྒྲུབ་དེ་ཐེག་ཆེན་པ་སྤྱིའི་སློབ་དཔོན་ཆེན་པོ་དེ་འདྲ་ཅིག་ཡིན་པ་རེད། ཨོ་ཐུགས་རྗེ་ཆེ་དེ་རིང་གི་ང་ཚོ་སློབ་ཚན་འདི་འདྲ་ཞིག་ནི་མཚམས་འཇོག་རྒྱུ་ཆེ།